ལ་ཡང་ང་རང་ཚོར་སྣང་གར་སོང་ལ་ན་ཐ་སྙད་བེད་སྤྱོད་བཏང་སྟངས་ལ་ཏིས་ཅིག་ཚོར་སྣང་ཞིག་ཡོང་གི་འདུག་ད་དེའི་ཐ་སྙད་བེད་སྤྱོད་བཏང་སྟངས་དེ་རྩོམ་པ་པོ་རྣམ་པ་གཉིས་ཀས་བསམ་བློ་ག་རེ་བཏང་དགོས་ན་ངས་ཧ་མ་ཟ་ར་ང་རང་གིས་ཅིག་སེམས་མ་བདེ་བ་སྒྲོག་ཅིག་བྱུང་སོང། ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་ལ་ནི་ཚིག་དཔེ་མང་པོ་ལས་ཀྱི་འདུག་དེ་རྣམས་ཀློག་ལ། ད་ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་སྤྱི་མཐུན་རྒྱལ་ཁབ་ལ་ཡ་དེ་ཁྱོད་ངོ་ནས་ག་རེ་ཞིག་ངོས་འཛིན་བྱས་ཡིན་རྒྱ་ནག་གིས་ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་ལ་དུས་མི་རིགས་ལྔ་བཅུ་ཉེར་དྲུག་བཙན་བཟུང་བྱས་པའི་ད་ལྟ་བཙུགས་པའི་གི་ཀྲུང་གོ། རྒྱ་ནག་དམར་བོའི་གཞུང་འདི་ལ་ལབ་དེར། གལ་སྲིད་འདི་ཡིན་ན་ཁྱོད་རང་ད་ག་རང་ངོས་ལེན་བྱས་ཡིན་པས། རང་ང་ཚོའི་བསམ་བློ་བཏང་སྟེ། ང་རང་རང་གིས་ད་ག་རང་ངོས་ལེན་བྱས་ཡ་ཡིན་པས་དེ་ཡིན་ང་རང་གིས་དེ་ཡི་གི་མང་པོ་བེད་སྤྱོད་བཏང་བ་ན་ང་ཚོས་དེ་ཡི་ངོས་ལེན་བྱེད་བཞག་ཡོད་འགྲོ་མཐོང་གི་འདུག་དེ་ང་རང་གི་ཚོར་སྣང་རེད་ར་དེ་ང་རང་གི་ཚོར་སྣང་རེད། དེ་ངོས་ལེན་བྱེད་བྱ་ཡོད་དམ་ང་རང་ངོས་ལེན་བྱེད་ཡ་ཡོད་དམ་མཐོང་གི་འདུག་དེའི་ནང་ལོགས་ལ་ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་ནང་ལོགས་ལ་མི་རིགས་ལྔ་བཅུ་ཉེར་དྲུག་བཙན་འཕྲོག་བྱས་པའི་གི་བུ་དང་བཅས་པའི་ཚང་མ་ཚུད་དེ་ཡོད་རེད། དེ་ཡིན་ཙང་དེའི་ཐ་སྙད་དེ་མང་པོ་མཐོང་བསྡད་ན། མང་པོ་བྱུང་བསྡད་དུས་སེམས་ནང་ཁར་སོང་ཟིན་ན། ང་ཚོ་དགྲ་བོ་ལ་ཕར་ཏིས། འབྱར་ཡ་ཤུགས་ཆེ་བ་དང། མང་བསྟུན་ཡ་མང་དྲགས་འདུག་བསམ་འདུག།

བར་ཏིས་ང་ཚོ་གི་དགྲ་བོ་ལ་ཏིས་བརྒྱ་དྲག་ཡག་དང་ཏིས་གཅིག་བསྟུན་དྲག་ཡག་བྱུང་བ་དེ་ད་ནི་ང་ཚོ་དགྲ་བོ་རེད་ད་ང་ཚོ་བོད་མི་ནམ་ཟླ་ཡོད་ཐོ་ཤོར་ལ་རྒྱ་རྒྱ་ནག་དམར་གཞུང་ལ་ལྷག་བསམ་གྱི་དགྲ་བོ་ཡོད་རྒྱུ་རེད་བསམ་གྱི་མི་འདུག་ག་ཞེ་ན་ལགས་ན་ཕ་ས་ཧམ་ཟོ་ཞིག་འཕྲོག་ས་ཕུ་ནུ་སྟོང་ཕྲག་མང་པོ་བསད་ས་ད་ནི་ང་ཚོ་བོད་མི་འབའ་རང་ཁང་དེ་སྤྲེལ་མ་གཏོར་བ་ནང་བཞིན་རྩ་བའི་བླ་མ་དང་བཅས་པ་འདི་ལ་སྡུག་ཉོག་མུག་ཉོག་བྱེད་བས་ཚང་མ་རྒྱ་ནག་དམར་བོ་གཞུང་བཟོས་རྒྱུ་རེད་དེ་མིན་ན་ང་ཚོ་ཚང་མ་འབྲོག་པ་འབྲོག་ལས་ཡོད་རེད་ཞིང་པ་ཞིང་ལས་ཡོད་རེད་ཐོན་ཁུངས་ཕུན་སུམ་ཚོགས་པ་ཡོད་རེད་སྐྱིད་པོ་ཞིག་བསྡད་བསྡད་ཡོད་རེད། ང་ཚོ་གྲོ་ཞིང་གི་ན་ཆུང་ཆུང། ཕ་མ་དང་ཁ་བྲལ་ནས་མི་ལོ་སྟོང་མི་ལོ། བཅོ་ལྔ་བཅུ་དྲུག་སླེབས་ས་དེ་ཚང་མ། ཕ་ལོག་ད་ཅིག་གི། ཕ་བུ་དང་ཕ་མ་འདི་རིང་གི་ཡང་དེ། བཙན་བཙན་དབང་གི་འོག་ནས་ཁ་བྲལ་གཏང་དགོས་ཡ་དང་སོ་འདྲར་གཏང་དགོས་ཡ་ཚང་མ་རྒྱ་ནག་དམར་བོ་གཞུང་བཟོས་རྒྱུ་ར། ད་ནང་ང་ཚོ་བཙན་བྱོལ་གཞུང་ལ། ཨ་རིག་གི་རོགས་སྐྱོར་བྱས་ནས་ལས་འཆར་མང་པོ་ཞིག་མེད་པ་བཟོས་ནས་དཀའ་སྡུག་མྱངས་ཡ་དེ་ཡང་རྩ་བ་ཐུག་ན་རྒྱ་ནག་དམར་བོ་གཞུང་ལ་ཐུག་བསྡད་རེད་བསམ་གྱི་འདུག་ཁོ་ཚོ་ང་ཚོ་ལ་དེ་འདྲའི་གི་གནོད་པ་བསྐྱིལ་ནས་བུ་རང་ཅག་མ་འཕྲོག་ན། ད་ནང་ང་ཚོ་དེ་འདྲའི་རོགས་སྐྱོར་ལྟས་སུ་ཅིག་ཆེ་བ་དང་ང་ཚོ་ལས་འཆར་མང་པོ་ཞིག་དཀའ་ལས་འཕྲད་ནས་དེ་འདྲའི་ང་ཚོ་དཀའ་ལས་ཁག་གི་མ་རེད་གང་ཟེར་ན་ང་ཚོ་ཞིང་པ་ཞིང་ལས་ཡོད་རེད་འབྲོག་པ་འབྲོག་ལས་རང་ས་རང་ཡུལ་ཡོད་རེད་ས་བ་ར་གང་མེད་ཡོད་བྱས་ནས་ང་ཚོ་དེ་འདྲའི་དཀའ་ངལ་འཕྲད་གི་མ་རེད། དེ་ཡིན་དུས་སྐབས་སུ་དེ་ཚོ་ཚང་མ་ང་ཚོ་མདོར་བསྡུས་ནས་བཤད་ན་ར་རྒྱ་ནག་དམར་བོ་གཞུང་གི་བཟོས་རྒྱུ་རེད་བསམ་གྱི་འདུག། དེ་འདི་ང་ཚོ་ནམ་རྒྱུན་དུ་གཅིག་དུས་སུ་ཐ་སྙད་བེད་སྤྱོད་བཏང་ན་ཡང། ད་ང་ཚོ་ཅི་ཡིན་ན་འདྲ་སྒེར་ཡིན་ན་འདྲ་མི་ཡིན་ན་སང་སོ་སོས་ཀྱི་ཐ་སྙད་བེད་སྤྱོད་བཏང་དུས། སེམས་ལ་ནི་འདི་ངེད་ཀྱི་དགྲ་བོ་ཕྱོགས་ལ་ཐ་སྙད་བེད་སྤྱོད་བཏང་གི་ཡོད་ཨ། བསམ་པའི་སྒོ་ནས་དུས་སུ་བེད་སྤྱོད་བཏང་གི་ཡོད་ན་ར། ཨང་ཐ་སྙད་བེད་སྤྱོད་བཏང་བཏང་དེ་ཡང་ལོག་ཁ་ཞིག་འགྲོ་གི་རེད་བསམ་གྱི་འདུག་ནམ་རྒྱུན་ང་ཏན་ཏན་ཡོད་ར་བ། དེ་ཡིན་དུས། དེ་ང་རང་གིས་ད་དེ་སྙད་ཐོག་དེ་ནང་ལ་ལ། དུས་སུ་སེམས་མ་བདེ་བ་བྱུང་བསྡད་ཀྱང་དེ་ཡིན་ར།